བལ་ཡུལ་གྱི་ནང་ན་དགོན་པ་ཁག་བར་ལམ་གཅིག་ནས་ཉམས་གསོ་བྱུང་བ་བལ་ཡུལ་གྱི་ས་མཚམས་བོད་དང་བལ་ཡུལ་གྱི་ས་མཚམས་དེ་ཚོ་ནང་ན་ཡང་དགོན་པ་ཁག་ཉམས་གསོ་བྱུང་བ་དང། ཡང་རྒྱ་གར་གྱི་ཧི་མ་ལའི་རི་ཆུ་ནང་ན་ལ་ཝར་ན་སེའི་མཐོ་སློབ་དང། མེ་སོར་གྱི་ད་ལྟ་རྣམ་གྲོལ་གླིང། འོག་དེ་འདྲས་ཀྱི་གཅིག་གི་སྡེ་ཚན་ཁ་ཤས་ཀྱིས་ཕན་ཐོགས་ཤུལ་ཅུང་ཤ། མཁན་པོ་དང་སློབ་དཔོན་དང་དགེ་རྒན་དང་དེ་འདྲ་བྱས་ནས་སོ་སོ་སོའི་ཆོས་དང་རིག་གཞུང་གི་འཛིན་སྐྱོང་ག་ལ་གང་འཚམ་གནང་ཐུབ་མཁན་མང་པོ་རེད་བསྡད་འདུག་དེ་འདྲ་ཡིན་ཙང་དེ་ཡག་པོ་ཞིག་ཆགས་བྱུང་བ་རེད་གསུངས་འདུག་ད་ད་རིང་ང་ཚོ་འདི་གནས་ཡུལ་གྱི་མི་མང་པོ་ཞིག་གིས་ཐག་རིང་པོ་ནས་ཕེ་ཨེ་ནི་ང་ཚོ་འཛོམས་པའི་གོ་བབ་བྱུང་པ་ཡིན་ཙང་ངས་བོད་མི་སྐྱབས་བཅོལ་བ་ཚོ་ལ་ང་རའི་སེམས་ནང་དུ་ཡོད་པའི་འབྱུང་འགྱུར་བོད་མི་རིགས་ཀྱི་གནས་བབ་དང་འབྲེལ་བའི་གནས་ཚུལ་ཁ་ཤས་ཅིག་དང། རྒྱ་གར་དང་བལ་པོ་འབྲུག་ཡུལ་ལ་སོགས་པ་ཧི་མ་ལའི་རི་རྒྱུད་ཀྱི་མི་དེ་ཚོ་ལ་ང་རའི་བསམ་ཚུལ་ཡོད་པ་དེ་འདྲའི་དོན་ཚན་ཇི་སྙེད་ཅིག་ཞུས་པ་ཡིན་ན། ཅིས་ཀྱང་ཐུགས་ཕན་སུ་འདོགས་ཁག་པོ་རེད། ཐུགས་ཕན་མ་སུས་པ་ཡིན་ནའི།

ལོ་དྲུག་ཅུ་དེ་བོད་པའི་སྐར་རྩིས་ཀྱི་གསང་བྱས་པ་ཡིན་ན་རབ་བྱུང་གཅིག་གོ། དུས་རབས་རབ་གཅིག་ཆགས་འགྲོ་བ་རེད་རིན་པོ་ཧྲ་རེད། དེའི་རིང་ལ་གནས་ཚུལ་སྡུག་ག་ཡང་ཇི་ལྟ་ཇི་སྙེད་བྱུང་ཡོད་རེད་གནས་ཚུལ་ཡག་ག་བསམ་ཡུལ་འདས་པ་དེ་འདྲ་མང་པོ་བྱུང་ཡོད་རེད། ད་གནས་ཚུལ་ཡག་གི་བྱུང་པ་བཅས་དེ་ཚང་མ་ལོ། མཐར་གཏུགས་ན་རྒྱ་བོར་མི་ཤི་ཀོ་ཅང་གི་སྐུ་ངལ་དང་དེའི་སྐུ་དྲིན་ལ་བརྟེན་ནས་མཛད་པ་ཁྲིད་ནས་བྱུང་བ་ཅི་རེད། ཟླ་ཉིས་སྟོང་བཅུ་གཅིག་ནས་བྱས་ནས་ལྕང་སྐུར་མི་ཤིའི་ཆབ་སྲིད་ཀྱི་ཕྱག་ལས་ནས་ཟུར་ཐོན་གནང་བ་རེད། རྒྱལ་བ་ལྔ་པའི་བོད་ཀྱི་ཆབ་སྲིད་ཐུགས་འགན་མ་བཞི་ལྔས་ཀྱི་རྒྱལ་བ་སྐུ་ཕྲེང་དང་པོ་བཞི་དང་རྒྱལ་བ་ལྔ་པའི་སྐུ་ཚེ་སྟོད་ཀྱི་གནས་བབ་གཅིག་གྱུར་བྱས་ནས་རི་བོང་ཚང་ལོགས་སུ་ཕྱི་ལོགས་ན་འདུག་སའི་བཞུགས་ཡོད་རེད། དེར་བརྟེན་ནས་བཙན་བྱོལ་བོད་མི་ཙམ་མ་ཟད་པའི་བོད་མི་རིགས་སྤྱི་ཡོངས་ལ་གནས་སྐབས་ཀྱི་གྱོང་གུན་དང། མཐར་ཐུག་ལ་ཡ་དེ་ནས་ང་ཚོ་ཁེ་ཕན་ར་གཅིག་བླང་ཐུབ་ཀྱི་ཡོད་རེད་ཡོད་མ་རེད། དེའི་དྲི་བ་དེ་ད་ལྟ་ལམ་སང་མཐའ་གཅིག་ཏུ་ལན་རྒྱབ་ཐུབ་ཡ་ཁག་པོ་རེད། ད་འདི་ཡག་པོ་བྱུང་པ་རེད་མ་འོངས་པ་ལ་ཡ་འདིའི་ཐོག་ནས་ཁེ་བཟང་ཆེན་པོ་རག་གི་རེད་ཟེར་ནས་ལབ་བསྡད་ཡ་དེ་ང་ཚོས་རྒྱུ་མཚན་གྱི་ཐོག་ནས་ཚོད་དཔག་བྱེད

ཞུ་བ་ཡིན་ན་ཡང་རྒྱ་མཚོ་གསུམ། ཟེར་ཡ་དེའི་རི་མགོ་ཞུ་བ་ཞིག་གས། རྒྱ་རླུང་བྱེ་རླུང་ཡུལ་བའི་རི་མགོ་ཞུ་བ་ཞིག་གས་མ་རེད་པ། དེ་ལས་སོང་ཡིན་ཙང་རྒྱ་བོད་རིན་པོ་ཆེའི་སྐུ་ནས་བབས། ཨན། རྒྱལ་སྤྱི་དང་རྒྱལ་ནང་གི་ཕྱི་ནང་གི་གནས་ཚུལ། ལྷག་པར་དུ་བོད་ཕྱི་ནང་དུ་གནས་པའི། བོད་མི་རིགས་ཀྱི་གཞོན་སྐྱེས་ཚོའི་བསམ་བློའི་འགྲོ་ཕྱོགས་ཀྱི་འཚར་ལོངས་ཡོང་སྟངས་དེ་ཚང་མ་སྡོམ་གཅིག་བརྒྱབ་ནས་ང་ཚོས་ཞིབ་འཇུག་བྱེད་གནང་བ་ཡིན་ན། ཉེན་ཁ་ཚ་བོའི་དུས་ཚོད་ཅིག་ཡིན་པ་དེ་རྩོད་པ་བྱེད་ཐུབ་ཡ་དེ་རེད། ཉེན་ཁ་ཚ་བོའི་དུས་ཚོད་ཟེར་ཡ་དེ་མཐའ་གཅིག་ཏུ་འདུག་པ་གཅིག་ལ་གོ་བ་གལ་ཡོད་མ་རེད། འདི་ཁོ་རང་ཀླན་ཀ་ཅིག་རེད་དེ་ཀླན་ཀ་དེ་གདོང་ལེན་བྱེད་སྟངས་དེ། ང་ཚོས་བྱེད་ཐུག་རེད་པས་བྱེད་ཐུག་མ་རེད་ཟེར་ཆོག། ཀླན་ཀ་མེད་པའི་སྤྱི་ཚོགས་ཅིག་ནང། འགྱུར་བ་དང་ཡར་རྒྱས་གཉིས་ཆ་འདྲ་གལ་ཡོད་མ་རེད། སྤྱི་ཚོགས་ཀྱི་འགྱུར་བ་དང་ཡར་རྒྱས་དེ། དུས་དང་གནས་སྐབས་དང། སྤྱི་ཚོགས་ཀྱི་འགྱུར་འགྲོས་ཀྱི་དབང་གིས། ཁ་ཐུག་ཁ་ཐུག་ཀླན་ཀ་བྱུང་པའི་སྐབས་ལ། ཀླན་ཀ་སོ་སོ་སོའི་གདོང་ལེན་བྱེད་སྟངས་དེ།

འདི་གཉིས་ཆ་ལོ་ཐེར་དྲུག་གི་རིག་པའི་ཐོག་ནས་གཞི་འགྱུར་བྱས་ནས་ག་རེ་ག་རེ་ཡོང་སྲིད་པ་རེད་ག་རེ་ག་རེ་ཡོང་མི་སྲིད་པ་རེད། ག་རེ་ང་ཚོ་ལ་སྟོབས་ཤུགས་ཡོད་རེད་ག་རེ་ང་ཚོ་ལ་ཞན་ཆ་ཡོད་རེད། ཀླན་ཀ་ག་རེ་ཡོད་རེད་དེ་གདོང་ལེན་བྱེད་སྟངས་ཀྱི་ཐབས་ཤེས་ག་རེ་ཡོད་རེད། དེ་ཐོག་ལ་ད་ལྟ་ནས་བསམ་བློ་བཏང་དགོས་དེ་ཐུགས་གལ་ཆེན་པོ་རེད་གསུངས་ཀྱི་ཡོད། བོད་པའི་སྤྱི་ཚོགས་ཀྱི་ནང་ལ། སྣང་བ་འདུམ་འདེགས་ཀྱིས་ཁ་ཐུག་ཁ་ཐུག་ལ་བསམ་བློ་བཏང་མཁན་དེ་མང་རབས་ཅིག་དང། ལོ་བརྒྱ་ཕྲག་གི་རྗེས་ལ་ག་རེ་ཡོང་སྲིད་མིན། ག་རེ་ཡོང་ཡག་གི་རྒྱུ་རྐྱེན་ད་ལྟ་ང་ཚོས་གར་བསུ་བ་རེད་དེ་ཐོག་ལ་དགོངས་པ་བཞེས་མཁན་ཉུང་ཉུང་རབས་ཀྱིས་མ་གཏོགས་མི་འདུག་བ། དེ་ཙམ་བོད་པའི་སྤྱི་ཚོགས་ཀྱི་བསམ་བློའི་ཕྱིར་ཕྱོགས་ཀྱི་ནང་ལ། ཕུ་རྒྱང་རིང་པོའི་འཆར་སྣང་དེ།

བསམ་ཚུལ་བཟོ་མཁན་གྱི་གྲས་ལ་ཡོད་དགོས་ཀྱི་རེད། ད་ལྟ་མེད་པ་ཡིན་ན་ཚུད་དགོས་ཀྱི་རེད། སྤྱི་ཚོགས་ཀྱི་ནང་ལ་བསམ་ཚུལ་བཟོ་མཁན། Opinion Maker། ཧྲ་ཐག་ཐག་རེད་བྱས་མེད་པ་ཡིན་ན། ཨན་སྤྱི་ཚོགས་དེ་ཡར་རྒྱས་འགྲོ་ཐུབ་མ་རེད་བརྟན་པོ་བྱས་བསྡད་ཐུབ་མ་རེད། དེ་འདྲ་ཡིན་ཙང་སྤྱི་ཚོགས་ཀྱི་ནང་ཡ་སྤྱི་ཚོགས་ཀྱི་བསམ་བློའི་འགྲོ་ཕྱོགས་དེ་ཁ་ལོ་བསྒྱུར་ཐུབ་མཁན། ང་ཚོའི་འདི་ན་ནི་མང་པོ་ཐོན་ཡོད་རེད་གསུངས་ད་ལྟ་འདས་ཞུ་བ་དེ་མང་ཆེ་བ་ཅིག་དེ་འདྲའི་ཞེ་ད་རེད། དེ་འདྲའི་སོང་ཡིན་ཙང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ན་ངེས་པར་དུ་ཕུགས་བསམ་རིང་པོ་བཞེས་དགོས་ཡ་དང་ཨན་ཏི་ཆགས་སྣང་དེ་གསལ་པོ་ཞིག་ཡོད་དགོས་ཡ་ཅིག།